ད་དེ་རིང་དེ་ཆ་རྐྱེན་ལྟར་དཔེ་མཛོད་ཁང་ནས་ཕར་ཕར་ལ་དེབ་མང་པོ་ཅིག་པར་དུ་བསྐྲུན་གྱི་ཡོད་རེད། ལྷག་པར་དུ་ཁ་སང་སྔོན་མ་ཞུས་པ་ནང་བཞིན་དཔེ་མཛོད་ཁང་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བའི་དུས་ཚོད་འདི་ལ་ང་ཚོ་ཉུང་མཐའ་ལ་ཡང་དེབ་ལྔ་བཅུ་རྒྱབ་ཀྱིན་སེ་ལབ་བྱས་ནས་ད་ཕ་རྗེས་ཕ་རྗེས་གང་ལ་གང་འཚམ་ཚར་འགྲོ་གི་ཡོད། དེའི་གྲངས་ནས་ད་དེ་རིང་ང་ཚོ་དེ་དེབ་གསར་བ་གཉིས་ད་ལྟ་དབུ་འབྱེད་བྱས་ཏེ། འདི་གཉིས་འདི་རེད། ད་དེའི་ནང་ནས་འདི་ངོ་སྤྲོད་ར་ཅིག་སྙིང་བསྡུས་ཀྱིས་ཞུས་པ་ཡིན་ན། དང་པོ་ནི་རྒྱལ་བའི་མཛད་པ་ཆེ་ལུང་ཙམ་བརྗོད་པ་ཟེར་ཏེ། ཨེ་ནས་རྣམ་པས་ཚང་བློ་བཟང་སྦྱིན་པ་སྐུ་སྒེར་ཡིག་ཚང་གི་དྲུང་ཆེ་ཟུར་པ་བློ་བཟང་སྦྱིན་པ་ལ་གི། ཕྱོགས་བསྒྲིགས་ཞེས་བྱ་བ་ཅིག་རེད། ད་དེ་ངོ་སྤྲོད་མཁན་གྱི། སྔོན་གླེང་རྩོམ་པ་པོས་སྔོན་གླེང་ན་བྲིས་བྱ་བ་དང། ང་ཚོས་དེ། དེབ་དེ་ཆ་ཚང་ཀློག་བྱས་ནས། གླེང་བརྗོད་བྲིས་མཁན་གྱི། དོན་དག་སྙིང་བསྡུས་ཅིག་བཀོད་བཞག་པ་དག་རང་མང་ཚོགས་ཀྱི་གསལ་བོ་ཧ་གོ་ཡས་ཤིག་རེད་དག་རང་ཀློག་བཞག་ན་ཡག་འདྲ་ཞིག་མཐོང་སོང། ཨ་ནི་རྩོམ་པ་པོས་སྔོན་གླེང་ནང་ལ་ཁ་བྲིས་ཡོད་ཟེར་ན། ད་ཕན་རང་རེའི་སྤྱི་ཚོགས་ནང་ལབ་གླེང་དཀའ་རྙོག་འདྲ་མིན་བྱུང་ཁུངས་ནས་སེ་ཕྲེང་བུའི་ཆེ་ཁག་འགའི་བྱུང་རིམ་གནས་ལུགས་དང། གཞན་ཡང་རང་ཉིད་ཀྱི་ལས་རྒྱུན་རིང་སྤུས་ཀར་ཡིག་ཚང་དང་འབྲེལ་བའི་བསམ་ཚུལ་རེ་ཟུང་རྒྱུས་མངའ་དཔང་པོའི་ཚུལ་དུ་བརྗོད་དེ་གོ་སླའི་ཚིག་གིས་ཡིད་ངོ་ཤེས་ཚད་ཐམས་ཅད་ཀྱིས་ནང་དོན་མཁྱེན་རྟོགས་ཐུབ་པའི་རེ་སེམས་བཅངས་ཏེ། ཞོར་འཕྲོས་གསལ་བཤད་དང་བཅས་ཕྱོགས་བསྒྲིགས་བྱས། དེ་གསུངས་བ་ལྟར་ང་ཚོ་དཔེ་མཛོད་དེ་ཕྱོགས་བསྒྲིགས་བྱེད་མཁན་ཁོས་སྔོན་གླེང་གི་ནང་ལོགས་ལ་ཡང། དཔེ་དེབ་འདིར་གོང་ས་མཆོག་གི་མཛད་པ་ཆེ་ཁག་རྣམས་ཚིག་ཉུང་དོན་བསྡུས་ཀྱི་ལམ་ནས་རྩལ་འདོན་གནང་ཞིང། དགོས་ངེས་ཅན་གྱི་བྱུང་བ་གནད་ཆེ་ཁག་ལ་ལོ་རྒྱུས་ཀྱི་རྒྱབ་ལྗོངས་དང། ལོ་ཚིགས་ས་གནས། མི་སྣ་ཡིག་ཚགས་བཅས་ཀྱིས་མཚོན་དཔང་རྟགས་ཚད་ལྡན་གྱི་རྒྱས་བཏབ་འདུག་སྟབས། འདི་ལས་ལྷག་པའི་ཡིག་ཆ་ཁུངས་འཕེར་ཞིག་རྙེད་ཁག་པོ་ཡིན་ཟེར་ཅིག་བྲིས་བཞག་བྱས་ཙང་ངེད་ཀྱིས་དེ་ཕྱུགས་སུ་ཕྱུགས་སུ་ཞིག་བལྟ་ཡོང་དུས། མ་གཞི་བློ་བཟང་སྦྱིན་པ་གྱི་དེབ་སྤྱི་དང་ཁོ་རང་གི་དེབ་ཆུང་ཆུང་དེ་འདྲ་མང་པོ་བྲིས་ཡོད་རེད་དེ། དེའི་ནང་ནས་དཔེ་མཛོད་ཁང་གི་དེབ་གསུམ་ཟ་བྱེད་འདུག་སེ་བརྒྱབ་ཡོད་རེད། རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་མཛད་རྣམ་སྙིང་བསྡུས་གསལ་ཅིག་སྟབས་བདེ་བོ་ཅིག་བྱེད། དག་སྣ་ཤན་བརྒྱ་པའི་མཛད་པ་ཆེ་ལུང་ཙམ་བརྗོད་པ་གསལ་ཅིག་བྱེད་འདི་ཚོ་ཚང་མ་ང་ཚོ་རུ་བ་གཅིག་གིས་བལྟ་ཡོང་དུས། གཅིག་གི་ལོ་རྒྱུས་དང་ད་ག་རི་ཐོག་ལ་ཡིན་ན་ཞིབ་ཚགས་པོ་བྱས་ནས་ཉམས་ཞིབ་བྱེད་ཡས་དང་ཀློག་ཡས་ཀྱི་དུས་ཚོད་མེད་བསྡད་གིན། དུས་ཚོད་རིགས་དང། གཅིག་དུས་ཚོད་ཐུང་ཐུང་བྱེད་ནང་ལོགས་ལ་གནད་འགག་གལ་ཆེ་ཡ་ཆེ་ཡ། ལམ་སང་ཤན་ཐུབ་ཡས་ཀྱིས་ཕན་ཐོགས་ཆེན་པོ་ཞུ་ཅིག་ཡོད་པ་མཐོང་སོང་ཕ་ཁྱེད་སྐུ་ངོ་ཁོ་རང་གི་དགུང་ཤེད་འདི་འདྲ་ཡིན་གྱི་རེད་དེ་ངའི་བསམ་ཚུལ་དེ་ནམ་རྒྱུན་ཐུན་མོང་ར་བྱེད་འདུག་ངའི་གི་བསམ་ཚུལ་ནང་ལ་ཡང་ནམ་རྒྱུན་ཅིག། མི་ལ་ཕ་སྐད་ཆ་བཤད་གི་ཡོད་ན་ཡང་འདྲ། དེབ་ཅིག་བྲིས་གི་ཡོད་ན་ཡང་འདྲ་ག་རེ་ཡིན་ན་ཅིག་ཕན་ཐོགས་ཡོད་པ་ཅིག་བྱེད་དགོས་འདུག་ཟེར་ཡས་ཅིག་ད་ངས་ཐུབ་གི་འདུག་ཟེར་གི་ཡོད་མ་རེད་དེ། ཟེར་ཡས་ཅིག་དེ་འདྲས་ཀྱི། བསམ་ཚུལ་དང་ལངས་ཕྱོགས་འདྲ་ཅིག་ཞིབ་འདེགས་ཀྱི་ཡོད། བྱས་ཙང་སྐུ་ངོས་ཀྱི་དམ་དུ་འདུག་ཟེར་བྲིས་ཤག་པ་དེ་མང་ཆེ་བ་ཅིག་དངོས་གནས་དྲང་གནས། དུས་ཚོད་ཐུང་ཐུང་ནང་ལ་གནས་ཚུལ་མང་པོ་ཤེས་ཐུབ་ཡོད་དང་ཕན་ཐོགས་ཡོད་པ་ཞིག་པོ་ཅིག་རེད་ཤག་ཨེ་ནས་དེ་ཡང་མི་སོ་སོ་གིས་ད་མི་ཐོག་ཆ་ཚང་ཟེར་ནས་འགྲིག་གི་རེད་ལོ་མང་པོ་ཞིབ་པོ་ཅིག་གིས་བོད་གཞུང་གི་ཞབས་ཕྱི་ཞུས་ཡོད་ད། སྡེ་ཚན་འདྲ་མིན་ནང་ལ་ཞབས་ཕྱི་ཞུས་ཡོད་ཨེ་ནས་གུ་གེ་ཡིག་ཚང་ལ་ཞབས་ཕྱི་ཞུས་ཡོད་ལ་སོགས་པ་ད། མི་ཚེ་ཡོངས་རྫོགས་བོད་པའི་དོན་དག་ལ་ལས་ཀ་བྱས་བསྡད་མཁན་ཞིག་གིས་ཉམས་མྱོང་ཐོག་ནས་ནི་ཅིག་ཡོན་ཏན་ཡོད་མཁན་ཅིག་གིས་ཡིག་ཚགས་མང་པོ་བལྟ་ཡས་དང་དེ་འདྲས་ཀྱི་ཐོག་ནས་ཚུལ་ཕྱོགས་སྒྲིག་བྱས་བཞག་པ་ཅིག་ཡིན་དུས་དེ་ངེད་ཚོས་མི་མང་པོ་ཞིག་ལ་ལམ་སང་ཐོབ་ཁག་པོ་དང་རྙེད་ཁག་པོ་དེ་འདྲས་ཡིན་དུས་ཅིག་སྐུ་མདུན་གྱིས་ད་མཛད་རྣམ་ཆེ་ཁག་ཆེ་ཁག་དེ་རྗེས་ཧ་གོ་ཡས་ལ་ཕན་ཐོགས་པོ་ཞིག་ཡོང་ས་རེད་དེ་འདྲས་ཡིན་ཙང་ནི་དེ་རིང་ང་ཚོ་ཁོ་རང་གི། དེབ་གསུམ་པ་དེ་ལུགས་སུ་དབུ་འབྱེད་བྱེད་གོ་སྐབས་བྱུང་བ་དེ་དཔེ་དགའ་བོ་ཅུང་ཞུ་ཡས་ཡིན། དེ་ནས་ད་ལྟ་དེབ་གཉིས་པ་ང་ཚོས་དབུ་འབྱེད་བྱེད་ཡས་དེ། ཨེ་ནི་རྒན་ལགས་རེད་དེ་ནང་གསེས་ཞབས་ཞུ་བ་བསྟན་འཛིན་ཆོས་དར་ལགས་ཀྱི་སྐུ་ཚེའི་ལོ་རྒྱུས་ཟེར། འདི་ཡང་ངས་རྒྱབ་ལྗོངས་དེ་བྲིས་བཞག་པ་དེ་རང་ཀློག་བཞག་ཡིན། མང་ཚོགས་ཀྱིས་གསལ་བོ་ཤེས་ཆེད་དུ་ཇི་ལྟར་ང་རང་གིས་སྤྱི་བཏང་བྱས་ན་གསལ་བོ་ཅིག་ཆ་ཚང་ལབ་ཐུབ་ཀྱི་མ་རེད། དེ་ལབ་ཐུབ་ལ་མ་ཐུབ་ལ་ཅིག་ལབ་གི་འདུག་ན་ཤོར་ཟིན་པ་འདུག་ན་གསེས་ཞབས་ཞུ་བ་སྐུ་ཞབས་བསྟན་འཛིན་ཆོས་དར་རམ་ཕུན་ཚོགས་ཚེ་རིང། ལག་ནས་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ལོར་ལྷ་སར་ཀླུ་སྦུག་ནོར་འཛིན་སྐྱེས་སྲས་དུ་འཁྲུངས་ཤིང། སྐུ་ན་ཆུང་དུས་ནས་སྲོལ་རྒྱུན་མཚན་འབུལ་སློབ་སྦྱོང་གནང་སྟེ་དགུང་ལོ་བཅོ་ལྔ་སོན་མཚམས། བཟོ་ཁང་བའི་སྒྲིག་འཛུགས་ཁུངས་ཞུགས་ཏེ་བོད་ནང་དུས་འགྱུར་མ་བྱུང་བར་དུ་ན་བཟའ་སྒང་དང། རྩེ་ཤོད་ཡེ་མེ་གཙུག་ལག་ཁང། བླ་ཕྱག། རྩེ་ཕྱག་ལ་སོགས་པའི་མཚན་འབུལ་ཞབས་ཞུ་གནང་ཡོད་སྲིད། ལྷ་བྲིས་དང་ཚེམ་བཟོ་རྡོ་བཟོ། ཤིང་བཟོ་ལ་སོགས་པའི་བཟོ་རིག་རྣམས་ལ་རྒྱ་མ་སྐུ་ཕྲེང་ལྔ་པ་ཆེན་པོའི་སྐུ་དུས་སུ་གསར་འཛུགས་ཀྱིས་ཁུངས་སོ་སོར་ཆ་བགོས་གནང་བ་ཞིག་ཡིན་འདུག། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ནང་ཟིང་འཁྲུག་བྱུང་སྐབས། ཁོང་ཉིད་ནོར་གླིང་ཕོ་བྲང་གི་སྲུང་བྱར་ཕེབས་ཏེ་སྤྱང་ཐང་ན་ག་དང། ཆུ་ཤུལ། དོ་བ་རྫོང་སོགས་ནས་རྒྱ་མི་དང་ཁ་གཏད་རྡུང་ལེན་རིམ་པར་གནང་སྟེ། འབྲུག་པས་ས་མཚམས་བརྒྱུད་རྒྱ་གར་དུ་བྲོས་བྱོལ་ཕེབས་པ་དང། དེ་རྗེས་བག་གསར་དགེ་འདུན་པ་རྣམ་པས་ན་བཟའི་ཞབས་རྗེས་ཞུ་མུར། བཀའ་འབྲས་བཞུགས་སྒར་དང་པོ་མ་སུ་རི་དང། རིམ་པས་རྡ་སར་བཞུགས་སྒར་སྤོ་བཞུགས་གནང་བ་ནས་བཟུང་གུང་ས་མཆོག་གིས་དབུས་པའི་སྐྱབས་རྗེ་ཡོངས་འཛིན་རྣམ་གཉིས་ཀྱི་ན་བཟའི་ཞབས་ཞུ་དང། ཕོ་བྲང་དང་གྲྭ་ཚང་ཁག་གི་མཆོད་ཆས་སོགས་དགོས་མཁོའི་ཡོ་བྱད། ཟློས་གར་གྱི་འཁྲབ་ཆས། དབུ་གུར་འདྲ་མིན། སློབ་ཕྲུག་གི་སྒྲིག་ཆས་བཙེམ་རྒྱུ་སོགས་ཀྱི་ཞབས་ཕྱི་ཞུས་པ་དང། ཕོ་བྲང་གི་ཕྱི་ལོགས་ལ་ཚེམ་ཁང་སྤོས་ཚུལ་ན་གཞོན་ཚོར་སྡོད་གནས་ཉལ་ཁང་དང་ཞལ་ལག་ཟླ་རེར་ལག་དངུལ་སོགས་སོགས་ཀྱི་མཐུན་རྐྱེན་བསྐྲུན་གནང་གིས་ཚེམ་བུས་སློབ་ཁྲིད་གནང་འདུག་དེ་བཞིན་རྒྱ་བལ་གཟིམ་ཆུང་དང་རིས་སུ་མ་ཆད་པའི་དགོན་སྡེ་གྲྭ་ཚང་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་སྒྲིག་འཛུགས་སོགས་ནས་འབོད་སྐུལ་ནམ་ཞུས་ལ་ཆོས་རྗེ་འདྲ་མིན་དང་སྐུ་ཐང་སོགས་བོད་ལུགས་ཚེམ་དྲུབ་ཀྱི་ལམ་ནས་གཞིས་བྱེས་བོད་མའི་སྤྱི་ཚོགས་ཁྲོད་ལྷག་བསམ་ཆེ་བསྐྱེད་དང། ཞབས་འདེགས་ཞུས་པ་བཅས་ལ་འདི་ག་སྡེ་སྲིད་ནས་བསྔགས་བརྗོད་དང་རྗེས་སུ་ཡི་རང་ཞུས་སྲིད་དེ་རྒྱབ་ལོག་བྲིས་ཤག་པ་གནང་ཞིང་དེའི་ནང་ཁོ་ཆ་ཚང་བ་འདུས་པོ་བྱས་ཡོད་ཙང་གི་འདི་ཀློག་ནས་ཡག་ག་མཐོང་སོང་གཞན་ང་རང་གིས་འདི་མགོ་ཚོས་ལ་མ་ཚོས་ཀྱིས་ཤིག་བལྟས་ན། བྱས་ཙང་ད་ང་རང་སྒེར་གྱི་ངོས་ནས་ཆ་བཞག་པ་ཡིན་ན། ད་འདི་བློ་སངས་སྦྱིན་པ་ཡིན་ན། ངས་གི་ལོ་མང་པོ་ཞིབ་ཅིག་ད་ངོ་ཤེས་པ་ཅིག་རེད། འདི་ནི་རྒན་ལགས་ཡིན་ན་ཡང་ཁོ། དངོས་སུ་སྟེ་མཉམ་དུ་བསྡད་ནས་ཅིག། མི་སྒེར་གྱི་འབྲེལ་བ་ཞིག་ཡོད་མེད་ལ་མ་ལྟོས་པར། ང་ཚོ་རྡ་རམ་ས་ལར་བསྡད་མཁན་རེད་ལྷག་པར་དུ་ང་མཚན་ཉིད་རང་དང་ལོ་མང་པོ་བསྡད་རེད། ཨ་ནེ་སྐུ་སྒེར་ཡིན་ཙང་ལོ་མང་པོ་ཞབས་ཕྱི་ཞུས་དུས་ད་རྒན་ལགས་ཁོང་ཚོ་ཕྱག་ལས་ག་རེ་གནང་གི་ཡོད་པ་དག་ཚང་མ་མཇལ་བསྡད་ཀྱི་ཡོད་རེད། དེ་འདྲས་ཞུས་དུས་ད་ལོ་ཤས་གོང་ནས། ཨ་ནེ་དཔེ་མཛོད་ཁང་གི་ད་ལྟ་འགྲེམས་སྟོན་ནང་ལོག་ལ་ཡང། ང་ཚོ་སྡེ་ཚན་ཅིག་ཟུར་དུ་བཟོས་ནས། དེའི་ནང་ལ་ཨ་ནེ། བོད་མི་གིས་ད། ཆོས་དང་རིག་གཞུང་དེ། སྐྱབས་བཅོལ་ནང་དུ་ཡང་མི་མཐུད་ནས་གནས་པ་ཟེར་ཅིག། སྡེ་ཚན་གཅིག་གསོད་པའི་སྐད་ཆ་རེད། དེ་ག་རེ་རེད་ཟེར་ན། ང་ཚོའི་འགྲེམས་སྟོན་ནང་ལ་ཡོད་དེ་གཉིས་ད། གཅིག་གི། གར་སེ་བོར་ད་ཆོས་རྗེ་ལ་སོགས་པ་དང་སྐུ་གསུང་ཐུགས་རྟེན་ལ་སོགས་པ་རྙིང་པ་མང་པོ་ཅིག་ཡོད་རེད་དེ། དེ་ང་རང་གི་གཤིས་ཀ་ཁོ་ལ། གཅིག་ཕྱི་རྒྱལ་འགྲེམས་སྟོན་དེ་འདྲའི་ནང་ལ་ངས་དེ་འདྲའི་དོ་སྣང་བྱུང། འདི་རྙིང་པ་རེད་ཟེར་ལོ་བརྒྱ་ཕྱིན་རེད་ལྔ་བརྒྱ་ཕྱིན་རེད་ཆིག་སྟོང་ཕྱིན་རེད་ཟེར་འདི་ལབ་དེའི་ལུགས་སྲོལ་ཅིག་འདུག། ད་འདི་བ་ལ་འདི་ཡིན་ད་ཡིན་གལ་ཆེན་པོ་རེད། རེད་དེ་ཡིན་ན། སྔ་མ་དེ་འདྲས་རེད་ད་ལྟ་ག་བ་ཆགས་ཡོད་རེད་ཟེར་དེ། གནས་ཚུལ་གལ་ཆེན་པོ་ཅིག་ཆགས་འདུག་ཡིན་ཙང། ཨེ་ནི་ད་ལྟའི་དུས་ཚོད་སྤྱི་བཏང་གནས་ཚུལ་ཉག་ཕྲ་བོ་ཞིབ་ཅིག་རེད་དེ། ཡིན་ན་སྐྱབས་བཅོལ་ནང་ལོགས་ལ་ཡིན་ན་ཡང། ཅིག་ལག་ཤེས་རྩ་ནས་མེད་བསྡད་པ་དང། གར་སེ་བོ་རེད། རྩ་ནས་མ་འཇོན་བསྡད་མཁན་གང་ཡང་བཟོ་མི་ཤེས་མཁན་དེ་འདྲས་ཀྱང་ཅང་ཅིག་ད་འཛོམས་དུ་ཡོད་མ་རེད། ཁོ་རྒན་པའི་དྲང་ལོག་ནག་ལོག་ལ་ལག་ཤེས་ཡག་པོ་ཡོད་བསྡད་མཁན། གཅིག་གིས་སྐུ་ལས་ལོ་མང་པོ་བརྒྱབ་བསྡད་མཁན། ཡིན་ནའང་དེ་ལག་ཤེས་ཡོད་བསྡད་མཁན་དང་སྐུ་ལས་བརྒྱབ་བསྡད་མཁན་དེ་བརྒྱ་ཁོ་རང་ཚོ་ཁོ་རང་ཚོ་སྐུ་ལས་བརྒྱབ་ནས་འགྲོ་འགྲོ་བསྡད་རེད་མ་གཏོགས་གི་སྤྱི་ཚོགས་ནང་ལ་ཞེ་དྲག་གི་གཟེངས་སུ་ཐོན་པ། གཅིག་ད་ཆ་འཇོག་བྱེད་མཁན་མི་འདུག་ཟེར་ན་འདི་སྐད་ཆ་འདི་འགྲིག་གི་ཡོད་མེད་གང་ཤེས་ཡང། མ་གཏོགས་གི་ཞེ་བོ་རང་གི་གཅིག་གི་ངོས་འཛིན་མ་ཐུབ་པའི་ཟོ་རུ་དེ་འདྲས་ཡོང་བསྡད་འདུག་བ། དེ་འདྲས་ཡོང་དུས་ད་ལོ་འགའ་ཤས་ཀྱི་ཁུངས་ནས་དེ་འདྲས་འབྲེལ་ཡོད་ད་ང་རང་ཐུབ་བ་ཐུབ་པ་དེ་ཚོ་འབྲེལ་བ་བྱས་ནས། ཨ་ནི་ཐུགས་རྗེས་གཟིགས་ད་ཁྱེད་རང་གི་ལག་ཤེས་དེ་ང་ཚོ་བདེ་བ་ཅིག་བཞག་རོགས་བྱས་ཟེར་ལབ་བྱས་ནས། མི་གང་ལ་གང་འཚམ་ཅིག་ལ་ང་ཚོས་འབྲེལ་བ་བྱས་པ་ཡིན། དེའི་ནང་ནས་ཨ་ནི་སྒེར་ལངས་ལ་ཡང་ད་ལོ་མང་པོ་ཁུངས་ནས་ང་ཚོས་འབྲེལ་བ་བྱས་ནས་ད་ལྟ་ང་ཚོ་འགྲེམས་སྟོན་ཁང་ནང་ལ་ད། ཐུབ་དབང་གི་ཞལ་ཐང་དངོས་གནས་སྤུས་ལེགས། ཡག་པོ་ཞེ་བོ་ཅིག་ང་ཚོས་བཞེངས་བཞག་པ་དེ་རྒན་ལགས་ཀྱི་ད་ཕྱག་རྗེས་ང་ཚོ་སྡུག་ཐོབ་ཚར་རེད། ཨ་ནི་དེའི་སྐབས་ལ་ཡང་ངས་རྒན་ལ་ཞུ་ཡས་བྱུང་ད་རྒན་ལགས་ཁྱེད་རང། བཟོ་རུ་བ་དེ་འདྲའི། དགུང་ལོ་འདི་ག་ཟིག་ཕེབས་ཟེར་མཁན་ཉམས་མྱོང་འདི་ག་བོད་ནས་བྱས་ནས་ཉམས་མྱོང་འདི་ག་ཟིག་ཡོད་བསྡད་མཁན་དེ་འདྲས་དཀོན་པོ་རེད་ད་ལྟ་ལོ་རྒྱུས་འདི་ནང་དུ་བ་སོ་སོས་ཀྱི་ལག་ཤེས་ཤེས་པ་ཙམ་མ་ཡིན་པར་ལག་ཤེས་དེ་རྗེས་མ་མི་རབས་ལ་སྤྲད་ཐུབ་ཡས་བཤད་དུས་ཨེ་ནི་མི་རྒན་ལ་ཁོ་རང་གི་འགྲོ་སོང་བཏང་ནས་རེད་བ། དེ་འདྲས་རྒྱང་བསགས་ཀྱི་ཟུར་དུ་བཙུགས་འགྲོ་སོང་བཏང་བྱས་དུས་སུ་ད་ལྟ་མ་འོངས་པ་ལ་བསམ་བློ་བཏང་གི་ཡོད་རེད་བ། དེ་མ་གཏོགས་ད་སོ་སོས་རྐྱང་རྐྱང་བྱེད་ལ་ནི་སོ་སོས་འགྲོ་དུས་ཆ་ཚང་འཁྱིལ་འགྲོ་ན་ཀོ་ཡང་གཅིག་རེད་བ། འོ་དེ་འདྲས་ཡིན་དུས་དེ་འདྲས་ཐོག་ནས་ད་པད་མ་སེར་གྱི་བྱས་རྗེས་ཆེན་པོ་གནང་ཡོད་པ་དེ་འདྲའི་རྗེས་ཡིན་དུས། རྒན་ལགས་ཁྱེད་རང་གི་ལོ་རྒྱུས་འདི་འཇིགས་མི་འཇིགས་བྲིས་ན་ཡག་པོ་འདུག་ཨེ། ང་ཚོས་ཕྱག་རོགས་ག་རེ་ཞུ་ཐུབ་ཀྱི་ཡིན་ན་ཞུ་གིན་ཞེས་ལབ་ནས་ནི་རྒན་ལགས་ཀྱིས་དེ་འབད་བརྩོན་ཆེན་པོ་བྱས་ནས་སྐུ་ལས་བསྐྱོན། ད་དེ་རིང་ང་ཚོས་འདི་ཕྱག་དེབ་འདི་འདུག་བྲིས་བསྡད་པ་དེ་དཔེ་དམའ་སེ་གི་དགའ་བོ་བྱུང། དེ་འདྲ་ཡིན་ཙང་ད། རྒན་ལགས་ལ་ད་དམིགས་བསལ་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་ཐུགས་རྗེ་ཆེ་ཞུ་ཡི་ཡིན།

རེ་བ། ཨེ་ནི་འདི་ཐང་སན་གི་ལམ་ཡིག་སོགས་རུ་ཙི་ཙི་ཏག་ཏག་འདི་སྐུ་མདུན་གི་ནཱ་ལེནྡྲ་གི་སྐོར་ལ་མང་པོ་ཅིག་གསུངས་འདུག་ཡོད་དུས་དེ་ཚོ་གལ་ཆེན་པོ་ཆགས་འདུག་ཡོད་ཙང་དེ་ངོ་མ་ནས་ཡོད་རེད་ད་འདི་དེབ་འདི་རྫོགས་ནས་ཡང་ཁྱོད་ཀྱིས་པར་དུ་རྒྱབ་པ་དེ་འདྲས་རེད་འོ་ཐུགས་ཟིན་ཐུགས་རྗེ་ཆེ་ཐུགས་རྗེ་ཆེ།
ད་ངས་ཐོག་མར་ད་དེ་ག་ཚོད་རེད་དྲ་རྒྱའི་ནང་ལ་གསན་ཟིན་ན་ངས་ཚང་མ་ལོག་ལ་ཨ་འཚམས་འདྲི་སྤྲད་ཀྱི་དེ་ལས་ཅིག་ཞུ་གི་ཡིན། ཨ་དེ་ནས་ད་ངས་དེ་ལུག་རྒྱུད་ཐེབས་དེ་ཨ་ནི་ད་ཅེ་གི་མི་མང་པོ་བྱེད་གི་ད་ཁྱེད་རང་གི་ལུག་རྒྱུད་ཅེ་བྲིས་ན་ཡག་པོ་འདུག་ཟེར་ནས་ཨ་ནི་བཀའ་སློབ་གནང་ཉེན་ད་བར་བོད་ཁུལ་ན་མྱི་མང་པོ་བྱེད་བྱུང་སུ་ཨ་འདི་འདྲས་ལ་བལྟས་ནས་ཨ་ནི་དེ་ང་རང་ཚོ་དཔེ་མཛོད་ཀྱི་ཨ་ནི་ག་ཚོད་རེད། ལོ་རྒྱུས། ང་ཀུན་གྱིས་རྩོམ་སྒྲིག་སྡེ་ཚན་ནས་ཐུགས་ཁུར་ཆེ་བཞེས་གནང་ནས་ད་དྲམ་ད་ལྟ་དེབ་དེ་འདི་འདྲ་ཟེར་དོན་ཐུགས་གསོ། དེ་ལ་བརྟེན་ནས་དཔེ་མཛོད་ཀྱི་དབུ་ལས་ཚང་མ་ལོག་ལ་ང་རང་ཉིད་ཐག་པ་ནས་ཐུགས་རྗེ་ཆེ་ཟེར་བྱས་ནས་ཞུ་བ་ཅིག་ལ་ཡིད་གཏུགས་ས་ཡིན། ད་དེ་ནས་ད་དེ་དེབ་དེ་ནང་གི་ནང་དོན་རུབ་ཅིག་ག་ཚོད་ར་ད།

ང་ར། བཟོ་དཀའ་ངའི་མཚན་བུའི་སྒྲིག་འཛུགས་ནང་ལ་འཛུལ་ནས་ཨ་ནི་ལོ་ལྔ་དྲུག་བསྐྱལ་ནས་ཨ་ནི་གཞོན་གྲལ་དུ་འཁྱུག་འགྲོ་གི་རེད་གཞོན་གྲལ་འཁྱུག་ཚར་ད་ང་ཚོའི་མཚན་བུ་སྒྲིག་འཛུགས་ནང་ལ་ཅི་ཡོད་སུ་བྱས་ནས་ལོ་གཅིག་དང་ཟླ་བ་དྲུག་ཙམ་གྱིས་ཨ་ནི་གཞུང་གི་ཞལ་ལས་ག་ཚོད་ཞབས་ཞུ་ཞུ་ཡག་དེ་འདྲ་ལས་ཏེ་ལོ་གཅིག་ཟླ་བ་དྲུག་ཙམ་འདི་སུ་ཐག་འགྲོ་གི་རེད་དེ་ཐལ་བའི་སྐལ་མཚམས་ལ་ཡ་ཨ་ནི། འདས་ངོ་ཚོ་ཅི་ཡོད་མི་ཤེས་བར་གཞིས་སྣ་ནས་གཅིག་ང་ར་དང་དགེ་རྒན་གཅིག་པ་ཨ་ཅི་ཡོད་སྙིང་པོ་ཁྱེད་སོ་དེ་སོ་འདའ་ཨ་ནི་སྦྱན་བདག་ཁག་ནང་ལ་ལས་ཀ་འགྲོ་ཡ་ད་དེ་འདྲས་ཀྱི་དུས་ཚོད་དཀོན་པོ་ཞིག་ཅི་རེད་དེའི་རིང་ལ་ལོ་གཅིག་ཟླ་བ་དྲུག་རང་དེ་ཡིན་དུས་ཨ་ནི་ང་གཉིས་གཉིས་ཀྱི་ནང་ལ་ཡ་ད་ཞོག་ཞོག་ལི་ཡ་ཨ་ནི་དེ་དགུ་འདྲི་བཅུག་བཅུ་བཞི་བའི་གི་འབྲས་བུ་རེད་དེ། འདི་བཞག་ནས་ཨ་ནི་ང་རང་ཉིད་བཟོ་བཟོ་བཟོའི་ནང་གི་ནང་བསྟན་གྱི་ཆེད་དུ་བཞག་ནས་ཆ་ཆག་ཆང་བྱེད་འདུག་ཟེར་བཞག་པ་ཡིན། འདི་བཞག་དུས་ང་ལོ་བཅུ་དགུ་ཡིན་ནི་ལོ་ལོ་བཅུ་དགུ་ཡིན་ལོ་བཅུ་དགུའི་དུས་ཚོད་རེད་ཨ་ནི། དེ་ནས་ད་དེ་ལྔ་བཅུ་ང་དགུ། ང་ཚོ་ཟིང་འཁྲུག་གི་རྗེས་ལ་ཡང་ཨ་ནི། ད་བོད་ནང་ལོགས་ལ་རིག་གནས་གསར་བརྗེ་བྱུང་གཅིག་ཅར་ནས་ཨ་ནི་སོ་སོ་སོའི་ནང་ལ་ཡང་སྐུ་གསུང་ཐུགས་རྟེན་ཉག་ཡ་དང་ཚོགས་ཉག་མ་ཆོག་བཅས་ནི་གང་གི་ཡ་གཞུང་ལ་ཕུལ་དགོས་ཡ་ད་དེ་འདྲ་བྱས་ནས་རྒྱ་མིའི་འདུག་ས་བྱས་ནས་ཡིན་དུས་ད་དེ་སྐུ་ཐང་འདི་ངའི་ཡིན་དང་ངའི་གྲོགས་པོ་དེ་ཡིན་ཏེ་གསལ་པོ་ཞུ་ཐབས་མི་འདུག་དེ་སྐུ་ཐང་འདི་ལྔ་བཅུ་ང་དགུའི་རྗེས་ལྡི་ལི་བོད་ཁང་ལ་ཡ་འཇོག་ཤག་དེ་འཇོག་ནས་ངའི་མི་སྣས་དེ་མཇལ་སོ་མཇལ་བྱས་ནས་འོ་དེ་ཞིབ་ཚགས་རྗེས་ལྟ་དུས་ཙམ་ལ་ངས་མང། ང་ར་ད་བའི་སྙིང་ཁྲོ་བོ་སྙིང་བཤང་བའི་སྐུ་དང་འདི་རི་ཤ་བ་སྡིག་ཅན་ཨེ་འདི་རྒྱབ་ཤ་དེ་འདི་སྒྲོན་ཡ་དེ་དོན་དག་འདི་འདི་འདྲ་ཅིག་ལ་ཡིན་ཅེས་འདི་ཞུ་བ་ཅིག་ལྟ་ལྟ་དེ་དེ་དེ་ནང་དོན་རོ་ངས་ད་ག་ཟེར་ཧྲོབ་ཙ་ཅིག་ལྟ་ད་ད་མང་ཆས་ཅིག་དེ་ག་ན་གྲུབ་སོ་དེ་ཡིན་ནས་ང་རའི་ལུག་ཁྱུ་བེད་རྩོད་ཅིག་བྱོས་ནས་ད་ང་ར་དེའི་ནང་ལོགས་ལ་ཡ་ཨ་ནི་ང་རའི་ཁྱིམ་རྒྱུད་ག་འདྲ་ཡིན་མེད་སྤུན་ཁུ་ཁུང་གར་ཡིན་མེད་ཨ་ནི་དེ་ནས་ལོ་ཆུང་དུས་ལག་ཤིང་གི་ཐོག་ལ་སྦྱོང་བརྡར་ག་ཟེར་ཅིག་བྱས་ཡོད་མེད། དེ་འདྲས་བྱས་ནས་ཨ་ནི་ད་ལོ་བཅོ་ལྔ་ནས་ཨ་ནི་ང་ཚོ་ཚིམ་པོ་བཟོ་སྒང་ངང་གི་སྒྲིག་འཛུགས་འདིར་ནང་ལོགས་ལས་ཨ་ཛུའི་ནི་ཨ་ནི་དགའ་ཟླའི་པོ་ཀྲང་ཞབས་ཕྱི་ཞུས་ནས་ད་ད་ལྟ་བུ་དུ་དགའ་ཟླའི་པོ་ཀྲང་ཞབས་ཕྱི་ཞུ་མུས་རང་ཡིན་འདུག་ཟེར་གྱིན་གནས་དེ་ཡོད་འདུག་ཟེར་ཞུ་ཡ་གཅིག་དང་ཨ་འདི་ནས་འདིའི་པར་རུར་ད་དེབ་འདི་ནང་ལ་ག་རེ་ཡོད་རེད་ཟེར་ནས་ང་ཚོ་བོད་ལྷའི་ས་རང་ལ་ཡ་གཟུགས་རིས་ཁག་མང་པོ་བཞི་བོ་གཅིག་ཨོ་རི་རྟ་གཟུགས་རིས་གཟུགས་རིས་སྡེ་ཚན་མང་པོ་བཞི་བོ་གཅིག་ཨོ་རི་རྟ་གཟུགས་རིས་རྣམས་ཀྱི་རྒྱུད་དུ་ཨ་ནི་གཞུང་གི་ཞིབ་བཤེར་ཞུ་སྙན་ཚིམ་པོ་དང་ལྷབ་རིས་པ་དང་ཨ་ནི་འདི་འདྲ་རེད་ཨ་ནི་གཅིག་དང་དུ་ཞིང་དང་གཅིག་གི་ཨ་ནི་གཅིག་གི་གཟུགས་རིས་ཁག་མང་པོ་བཞི་བོ་གདོན་ཚོད་ཀྱི་ཨ་ནི་གཞུང་གི་ལོ་རེའི་བྱེད་སྒོ་ག་འདྲ་རྩིས་ཞུ་དགོས་ཀྱི་ཡོད་མེད་གདོན་ཚོད་ཨ་ནི་འདི་ན་ཧྲོབ་རྩིས་སྤྱི་དང་ཨ་ནི་འདི་གཟུགས་རིས་གདོན་ཚོད་ཐོག་མ། གྷན་དྷེ་སི་གསར་འཛུགས་གནང་ཡོད་མེད་རྒྱ་བོད་སྐུ་མགྲིན་ལྔ་པ་ཆེན་པོའི་སྐབས་ལ་ཡ་ཨ་ནི་གསར་འཛུགས་གནང་ནི་འདི་ནས་བྱས་ནས་ཨ་མ་འདུག་སི་དར་ནི་འདུག་སི་ཆ་འགྱོ་ཅིག་རེད་དེ་འདྲས་སོང་ཙང་ཨ་ནི་འདི་འདྲས་ཅིག་ལུགས་རྒྱུ་ཅིག་བསྡུ་བསྡུ་ཅིག་འདི་ན་ཡོད་ཨ་ནི་འདི་ད་དྲག་ནི་ཨ་ཡ་ང་ར་ད་ལྔ་བཅུ་ང་དགུ་འདུག་ཟེར་ད་ནོར་བུ་གླིང་ཀ་མ་དང་ལང་ལི་ཡ་ཨ་ནི་ག་ཚོད་རེད་ད་ཟིང་འཁྲུག་གི་ནང་ལོགས་ལ་ཞུགས་བྱས་ཨ་འདི་ནས་ནོར་བུ་གླིང་ཀ་ནས་ཚུར་བྲོས་བྱོལ་ལ་ཡོང་ཨ་ལྷོ་ཁ་ཁུལ་ལ་ཡོང། ལྷོ་སྒོ་ཁུལ་ནས་ནི། ཆུ་ཤུར་གང་འདྲུག་ནང་ལོགས་ལས་ཚུལ་དེ་ནས་དབབ་ལྟ་བ་དམག་འཐབ་ནང་གི་ཡང་ཐན་ཁ་ཤས་བཅས་མཐའ་མ་དེ་དམག་འཐབ་མཐའ་མ་རེད་དུས་ལྷོ་བྲག་དུ་སོང་ནས་ཆགས་སོ། དེ་འདྲ་བྱས་ནི་དེ་ནས་ཚུར་འབྲུག་ཡུལ་བརྒྱུད་ནས་ནི་རྒྱ་གར་ལ་ཚུར་སླེབས་པ་ཡིན། རྒྱ་གར་ལ་སླེབས་ནས་ནི་རྒྱ་གར་ནས་ནི་རྒྱ་གར་ས་ཐོག་ནས་འོ་མཚོ་སྦག་ས་ལ་ཡར་བཏང་སོང་སྦག་ས་ལ་བསྟན་ནས་སྦག་ས་ལ་ཟླ་བ་གཉིས་ཙམ་ཞིག་བསྡད་པ་ཡིན། ཨ་ནི་དེའི་རྗེས་ལ་ཨ་ནི་ཕ་ལྷ་སྒྲོན་སྙིང་ཆེན་མོ།

ལོ་བཅོ་ལྔ་ནས་དེ་འདྲས་གནས་པ་ན་ཞབས་ཅིག་ཤོས་དེ་འདྲས་ཡིན་ཞུས་ནས་ཨ་མཐའ་མ་རེད་ད་མ་སུ་རི་ལི་ཡ་ཆེ་ང་དགའ་མགུ་ན་ནས་ཨ་ནི་མ་སུ་རི་ལི་ཡ་དེ་དགུན་དུས་ཀྱི་གནམ་སར་ཞབས་ཅིག་ཤོས་ཨ་ད་བསྒྲགས་ནས་ཨ་མ་སུ་རི་ལི་ཡ་ལྔ་བཅུ་ང་དགུ་ལོའི་མ་སུ་རི་ལི་མ་བཅའ་དེ་ནས་མ་སུ་རི་ལི་ཡ་ལོ་གཅིག་དང་བཞི་བསྡད་ནས་ཨ་དེ་ནས་བཞུགས་ཨ་དར་རམ་ས་ལ་སྤུ་བཞུགས་གནང་ནས་ཨ་དར་རམ་ས་ལ་ཚུར་ཡོང་ཨ་དེ་ནས་འདིའི་བ་རུ་ལི་ཡ་ཨ་ནི་ག་སོག་རེད་དུ་བ་ད། གཙོ་ཆེ་ཤོས་ཀྱི་རུང་གཅིག་ནམ་ཚན་ཞིབ་ཅིག་ཞུ་ཡ་ཡང་གུས་ཨ་ནི་དུ་བ་གཞུང་གི་གཞུང་འབྲེལ་གྱི་ཕྱག་ལས་ག་རེ་ཡོད་པ་ཚིམ་པའི་ལས་ཀ་ག་རེ་ཡོད་པ་དག་གནང་ཞིང་ཨ་ནི་དགེ་རིགས་སོ་སོའི་གི་དུ་བ་དགོན་པ་གྲྭ་ཚང་ཁག་དང་དུ་མཚོན་ཞིབ་ཅིག་ཞུ་ཨ་འདི་ནས་གལ་ཆེ་ཤོས་གཅིག་ལ་ཀུན་འདུས་གི་ལྕགས་སྡོང་དགུ་བརྒྱ་དྲུག་ཅུའི་ནང་དུ་བ་ནས་ད་རང་གི་ལག་ཤེས་འདི་རང་གཅིག་གོ་གི་དེ་བྱ་ཉུང་མ་མིན་ལ་ཁ་ཚད་ཅིག་ལབ་ཐུག་ནི་ཡག་པོ་ཡོད་རེད་བ་སྤེལ་ཐུག་ནི་ཡག་པོ་ཡོད་རེད་ཟེར་དེ་འདྲའི་བཀའ་ཕེབས་ནི་ཨ་འདིས་སེམས་ལ་སྙིང་བཅག་རེ་བྱས་ནི་ཨ་ད་ལྟ་བོད་དུ་ལས་དགེ་ཕྲུག་ཧ་ལམ་བཞི་བརྒྱ་ས་མ་ཚིམ་ཅིག་ཉག་ཅེས་འདི་འདྲའི་ཚེ་དད་ཅན་ཨ་ནུ་བ་འདི་རང་པོར་སྟོན་བྱ་འདི་འདྲའི་ད་ལྟའི་དགེ་ཕྲུག་འདི་གཟིགས་ཉོ་མི་རུ་བྱེད་ཀྱི་ཡིན། ཨ་འདི་འདྲའི་ཅིག་ད་ཨ་ནི་ང་རའི་ཁྱིམ་ཚང་དར་རམ་ཙ་ལ་ལས་ནི་ཁྱིམ་ཚང་ག་འདྲའི་ཚེ་ཆགས་ཡོད་མེད་ཁྱིམ་ཚང་སྐོར་རོ་ཅིག་ད་འདི་འདྲའི་ཚེ་ལས་ཡིན་འདུག་ཚེ་ཡིན་ལ་འོང་ཨ་ནི་འདི་འདྲའི་ཅིག་མདོར་བསྡུས་ཅིག་ཞུ་ཡ་ཅིག་ལེའུ་འདུག་ཚེ་ཡིན་ལ་འོང།